ལྷན་རྒྱས་སྐུ་ཁམས་བཟང། ད་ད་རེས་ངེད་ཀྱི་རྣམ་པ་ཚོ་ལ་ཡ་ཨ་ནི། སྤྱིའི་གི་ཨ་ནི་དམག་གི་ཐོག་ལ་འཛམ་བུ་གླིང་གི་གནས་སྟངས་ཀྱི་ཐོག་ལ་ཡ་དབྱེ་ཞིབ། བྱུས་འཇུས་ཅིག་མདོར་བསྡུས་ཅིག་ཞུ་གི་ཡིན་རོ་རྣམ་པ་ཚོ་ཡག་པོ་བྱས་ནས་གསན་རོ་ན་ཞུ་ཡ་ཡིན་རོ། ད་ངེད་ཀྱི་ཨ་ནི། ཅིག་ག་ལ་བོར་ད། news གཅིག་གཅིག་བརྒྱུད་ནས་ཡ་བཤད་ནས་ཨ་ནི་ཕྱེད་ཀ་ཅིག་མང་ཆེ་དེང་སང་མི་མང་ཆེ་གི་ཨ་ནི AI generated video ལེགས་རོ་ད་འཁྲུལ་ཟེར་ལུས་འཁྲུལ་ལ་ན་རེ་མི་རྒྱུས་རིག་ནུས་ལ་ན་རེ་མི་བཟོས་རིག་ནུས་ལ་ན་རེ་ག་ད་དེའི་གི་ཨ་ནི་བཟོས་པའི་གི།

དེ་འདྲའི་གྱི་སྟོན་བྱེད་ཨ། ད་ལྟར་བྱས་སུ་མེད་ཕ་གི་ལ། བའམ། ཨོ་དེ་འདྲའི་འུར་རྒྱག་ནི་ཨ་ནི་ཅིག་བཤད་འདི་ཚོ་ཨ་ནི་མི་མང་ཚོས་ཡིད་ཆེས་བྱེད་ཅེས་རོ། ད་རིང་ངས་འདི་ཚོ་བཤད་མ་རེད་མེ་མདའ་ག་ཚོད་ཞུས་སོང། མི་སེལ་ག་ཚོད་ཕ་གི་ལ་འཕེན་སོང། ཨ་རིག་གི་ག་ཚོད་འཕེན་སོང་ཨི་རན་ག་ཚོད་འཕེན་སོང་ཨི་སི་རལ་ག་ཚོད་འཕེན་སོང་འདི་སྐད་ཆ་མ་རེད། ད་ད་ལྟའི་གི་དམག་གི་འདི་ལ་ཡ། ཏོག་ཏོག་ཏོག་ཏོག་ཞུས་བ་ཡིན་ན། གྱོང་གུད་ཆེ་ཤོས་དེ་ཁབ་ཐུག་དེ་ད་ལྟ་ཨེ་ཤི་ཡ། ང་རང་ཚོ་གི་ཨེ་ཤི་ཡའི་གི་གླིང་ཆེན་གི་ནང་ལ་དོ་པོ་ཆེ་ཤོས་གཅིག་འགྲོ་ཡ་ད་ད། དེ་ནང་ནི་ཨ་ནི་ཁེ་ཕན་ཆེ་ཡ་གཅིག་དེ་ར་ཤི་ཡ་ལ་ཆགས་དེ་ཡོད་རེད་ག་རེར་ཆགས་དེ་ཡོད་སི་ལ་ན་ད་དཔེ་ན་རྒྱ་གར།

སྣོད་ག་ཚད་ལ་འཛམ་བུ་གླིང་ཁྱོན་ཡོངས་ཁོ་རང་ལ་སྣུམ་བརྒྱ་ཆ་སུམ་ཅུ་ད་ག་རང་རེད་ད་ལས་ས་གི་ལྟེ་བ་དེ་འདི་གཏོར་དགོས་ཡོད་ད་ད་ད་ཁོ་ཚོ་གི་ཁབ་ཐུག་མངའ་སྡེ་ཁོ་རང་གི་འདི་གི་ནང་ལོགས་མངའ་སྡེ་གི་ནང་ལོགས་གི་རྒྱལ་ཁབ་ཆུན་ཆུན་འདི་ཚོར་གཏོར་གི་ཡོད་མ་རེད་རྐང་ཚོ་ནི

ག་རེ་ཡོད་ད། ཕན་ཐོགས་གང་ཡང་བྱུང་ཡོད་མ་རེད་ད་ད་ལྟའི་གནས་སྟངས་འདི་ལ་ཡང་རྒྱ་ནག་དང་ར་ཤི་ཡའི་གི་ད་ཨ་རིག་གི་བྱ་སྤྱོད། དམག་བྱེད་སྟངས་དང་དེ་ཚོ་ཡག་པོ་ཞིའོ་ཅི་མཐོང་ཚར་རེད་ད། ད་ཁོང་ཚོ་ལ Strong ག་རེ་འདུག Weakness ག་རེ་འདུག་ཆ་ཚང་ཁོང་ཚོ་གི་ད་ཞིབ་འཇུག་ཚང་མ་ཚད་ལྡན་ག་ལ་ག་ཙམ་ཅིག་ཆགས་ཚར་ད་ད་བ་དུ་ན།

ད་ལྟ་མང་པོ་གཅིག་གིས་ཤེས་ཀྱི་ཡོད་ད་མཁས་དབང་མང་པོ་གཅིག་གི་རོ། གལ་སྲིད་ད་མ་འོངས་པ་ལ་ཡ། གཅིག་གིས་གཅིག་ལས་ཡ་ལག་པ་འཇུས་ས་ཆུན་འཇུས་ཀྱི་རག་བ་ཡིན་ན། ཨ་ནི། ཚུར་ཤོག་ལ་ཨ་རི་བྱས། རྒྱ་ནག་ར་ཤི་ཡ་ཨི་རན། གསུམ་གིས། གལ་སྲིད་ཨ་རི་ལ། བསྟར་བ་ཡིན་ན།

ཚོགས་ནི་བྱས་ད་རྣམས་ནི་ད་ཡོད་ཡོད་རོ་ད། ཚོགས་ནི་བྱས་ཚོགས་ལིང་འདུག་བྱས་སླད། ཀྱིས་ནི་ཡ་ད་རེ་བྱས། ཨི་རན་གྱིས་ད་ད Strait of Hormuz དེ་བཀག། འཛམ་བུ་གླིང་ལ་སྣུམ་མ་དང་ལང་ཀ་དེ། ད་ཨ་མེ་རི་ཀ་གྱིས།

འོ་དེ་འདྲའི་ཡང་གནས་ཚུལ་འདི་ཚོ་ད་གང་ལྟར་སྐད་ཆ་འདི་ཚོ་གླེང་ཡོང་གི་འདུག་ཨ་མཁས་དབང་མང་བོ་ཅིག་ར་ཤི་ཡ་ལ་འཛམ་བུ་གླིང་གི་ནང Arsenal མང་ཤོས་རེད། རྒྱ་ནག་ལ་འཛམ་བུ་གླིང་ནང་ལ་དམག་མི་མང་ཤོས་རེད། ལག་ཆ་བཟོ་ཡ་ཡོད་རེད། ར་ཤི་ཡ་ལ་ལག་ཆ་བཟོ་ཡ་མེད་པ་གི་སྟོན་ཡ་ཡོད་པ་གི་གནས་སྟངས་གཅིག།

འདི་གཅིག་རེད། ད་ཨ་རིག་གི་དམིགས་ཡུལ་དེ་ག་རེ་རེད་ལ་ན། དཔོན་པོ་དེ་མི་མང་གཉའ་གནོན་བཏང་གི་འདུག་ཁོ་མ། ཏག་ཏག་ཟུག་ཡིན་ལ་ནི་ཟོས་རེད་ཟོས་ནི་རོ། གྲུབ་འབྲས་གར་ཐོན་ཡོད་ལ་ན་རང་ཅག་དཔོན་པོ་དེ་གི་བུ་དེ་རང་ཅག་སླེབས་ཏེ་ཡོད་རེད་ད། གནས་སྟངས་འདི་རེད། ད་ཨི་རན་གི་འཇམ་བཅད་གི་ཡོད་མ་རེད་མ། ཨི་རན་ལ་ཁེ་ཕན་ག་རེ་ཡོད་རེད། ད་ཨི་རན་གྱི་ག་ཚད་བསྐྱངས་བ་ནི་འདི་གམ་གྱི་ཨ་མེ་རི་ཀ་མ་ཏག་ཏག་ཟུག་ཡོད་རེད་དོག་དོག་བཤད་པ་ཡིན་ན་ཨི་ཟི་རལ་ཏག་ཏག་ཟུག་ཡོད་རེད་ད་ཨི་ཟི་རལ་མྱངས་བཞིན་པའི་སྐབས་རེད་ད་ཨི་ཟི་རལ་ལྟ་ས་བསྡད་ས་མི་འགྱུར་ཟོལ་དུ་ད་ད་ད Gulf State ལ་ཡ་ཆུ་མེད་བ་ཡིན་ན་ཆུ་འཐུང་ཆུ་མེད་བ་ཡིན་ན་ག་འདྲས་མི་གནས་གི་རེད་རོ་འདིའི་སྒང་ལ་ད་དམག་ཆ་ཡི་རེད་ཡ། ནང་ལོ་ལྷ་གཉིས་པ་དེ་གཏོར་དགོས་རྒྱུ་མཚན་དེ Gulf མངའ་སྡེ་ནང་ལ་ཨི་རན་གྱི Hotel དང་ཞྭ་ཞོར་ཚང་མ་གཏོར་དགོས་རྒྱུ་མཚན་དེ་འཛམ་བུ་གླིང་གི་གནོད་ཤུགས་སྤྲད་ཡ་བྱེད་དོ་ཨ་རི་ལ་རྒྱུ་མཚན་དེ་ལྟ་ནས་ཁོང་ཚོ་བྱེད་ཀྱི་ཡོད་ད་འཛམ་བུ་གླིང་དེ་ད་དཔལ་འབྱོར་གྱི་ཐོག་ལ་འཛམ་བུ་གླིང་ཁྱོན་ཡོངས་ཀྱི་ད་ལུང་པ་ལ་ཡ་དོ་བོགས་ཅི་ཆེན་པོ་ཞུ་ཅི་ཆ་དེ་ཡོད་ད་དཔལ་འབྱོར་གྱི་ཐོག་ལ།

འདི་དཔེ་ཤག་ཚང་མ། ད་ལྟ་དམག་གི་འགྲོ་སོང་གི་དཔེ་ཤག་ཚང་མ་ག་ནས་རེད་ལ་ན། མི་མང་ལས་ཀ་བྱེད་ནས་ཁྲལ་སྤྲད་བཤད་རྒྱོ་གི་དཔེ་ཤག་དེ་རེད། ད་རེན་འདི་གི་དམག་དེ་རྒྱ་མ་གོ་བ་དེ་འདྲ་རྒྱ་རེད་སྙེ་མ། ད་ལྟ་འགྲོ་ནོར་ཀྲང་གི་མི་རེ་ལིས་ལ་བྱི་དོག་མང་པོ་བྱེད་རེ་བ་འདི་ཚོ་ཚང་མ་ད་རེན་འདི་གི་དཔེ་ན་གཅིག་པོ་གཅིག་ལ Trillion དེ་འདྲས་འགྲོ་སོང་བཏང་རྒྱོ་འདི་གལ་སྲིད་ཨ་རིག་གི་མི་མང་ལ་ཡ། Health Care། སི་ནེ་རི་ཀེར་ད་དེ་འདྲས་བཏང་ཡོད་ན་ཨ་ཧ། བྱས་བྱས་ཤེས་ཀྱི་ཡོད་ད་མཁས་དབང་མང་པོ་ཅིག་ད་ད་རིང་གི་དཔེ་ཤག་འགྲོ་བཟུང་བཏང་ཡས་འདི་ལྐུག་སྤེལ་གི་ལས་ཀ་ཆེ་ཤོས་ཅིག་བྱས་ཡོད་རེད་རྒྱལ་རབས་ཀྱི་ནང་ལ་ཨ་རིག་གི་ཨ་ནི་ཁ་གཏད་བཅག་ས་དེ་འཛམ་བུ་གླིང་གི་བལ་འཛམ་བུ་གླིང་ཁ་ཕྱོགས་གཞན་པ་ཅིག་ལ་ཡང་ཁ་གཏད་བཅག་བསྡད་ཀྱི་ཡོད་རེད།

ཕུགས་བཏང་མ་ཐུབ་པའི་ཀྱི་རྐྱེན་འདི་རེད་ད། བྱས་ཙང་ཉན་མ་ནི་མཁས་དབང་དེ་ཚོ་ཤེས་ཀྱི་འདུག་ཨ་རི། ཏག་ཏག་ཆ་ཡ་ལ་འགྲོ་ནོ་འགྲམ་ལས་སུ་ན་ད་ཨ་རི་དེ་ག་དུས་ཡིན་ན་ཨ་རི་ཆགས་ཀྱི་མ་རེད་ཨ་མེ་རི་ཀ་ཟེར་དེ་ཆགས་ཀྱི་མ་རེད། དེ་འདྲ་ཤེས་ཀྱི་འདུག་ད་དེ project དེ་ག་ད་དངོས་འབྲེལ་སྒྲུབ་པ་ཡིན་ན་རོ་དེ་ལོ་མང་པོ་ཞུ་དགོར་གྱི་རོ་ལས་སླ་བོ་ཅིག་མ་རེད། Technology།

ཨ་རི་རང་གི་མི་གི་ཨ་ནི Donald Trump ལ་ཡ་ནོན་འཁྲུལ་ཚང་མ་སྟོན་གི་ཡོད་རེད་ད། ད་ང་ཚོ་ད་མི་ཕལ་བ་ཅིག་གི་སྟོན་གི་ཡོད་རོ་ཁོང་ཚོ་ཁོ་རང་ཚོ་མི་གི་སྟོན་གི་ཡོད་རོ། ད་ད་རྒྱ་ར་བོད་ར་བྱེད་གི་ཡོད་ར་འཛམ་བུ་གླིང་གི་ནང་ལ་བྱེད་བཅོལ་དུ་དཔེ་སྡུག་ཅག་རེད་ད། བཙན་པོའི་དབང་ཡོད་གི་ལས་ཀ་བྱེད་ནི་འགྲུག་མ་རེད་ད། ད་ཨ་མེ་རི་ཀ་གི་ཀྲུའུ་རིས་རེ་རེ་ཕྱི་ལོག་ལ་འགྲོ་ན་ཨ་མེ་རི་ཀ་ཡིན་ལབ་ཐུག་གི་ཡོད་མ་རེད་ཞེས་ནི་ཟེར་གི་ཡོད་རོ།